ཆབ་སྲིད་ཚོགས་ཆུང་གི་ལས་དོན་དེ་དང་འབྲེལ་བའི་ཐོག་ནས་བསམ་ཚུལ་ཁ་ཤས་བརྗོད་ཡོད། སྲིད་དང་འབྲེལ་བའི་ཐོག་ནས་ཁ་ཚང་ཁྱོད་ཚོས་གསུངས་པ་ནས་ང་ཚོ་ནང་ལས་བྱེད་ཡ་དེ་རེད་གནས་སྟངས་མང་པོ་ཅིག་གི་ཐོག་ལ་ཡ་གོང་དུ་ཤར་བགྲོད་ཞུ་དུས་རྒན་པ་ཚོ་གིས་ཤོད་སོང། དེ་དེ་བཞིན་གྱི་དེ་ལ་ཡ་མོས་མཐུན་དང་འགྱོག་རྒྱུ་བྱེད་ཡ་དེ་བྱེད། ད་ངས་ད་ལྟ་འདི་ནང་ལོགས་ལ་ཡ་གནས་དེང་སོང་ཟིག་ཅིག་གི་ཐོག་ལ་ཡ། དཔའ་གདེང་བཀའ་ཤག་གི་གསུང་འཕྲིན་གྱི་ནང་ལོག་ལས་ཡ་ཅི་སྟེ། བརྒྱད་ཚ་དྲུག། བོད་པའི་སློབ་གྲྭ་དང་རྒན་སྡེ་ཁག་ནང་ཧི་མ་ལ་ཡའི་རི་རྒྱུད་ཀྱི་ཡུལ་མི་ཁག་གི་ལྷོད་གཡེང་མགྲོན་མགྲོན། མངའ་གཞུང་སོ་སོ་ནས་རོགས་དངུལ་ཡོང་ཐོག་བྱ་རྒྱུ་བཅས་ཡིན་ཟེར་ནས་གསུང་བཞག། རྩ་ཡིག་རིས་སུ་མ་མཆིས་པའི་ཆོས་བརྒྱུད་ཁག་དེ་གཅིག་མཚུངས་ཡིན་པ་དེ་ལ་ངས་ངོས་འཛིན་བྱེད་དགོས་སྐབས། ང་རུ་དགེ་ལྡན་པའི་ཁྱབ་ཁོངས་ལས་བསླུས་ཡ་ཡིན་གསུང་ཙང་དེ་ལས་ལྗིད་ངང་ཆགས་ཡོད་རེད། རུ་དགེ་ལྡན་པའི་ནང་ལོགས་ལ་ཡ་གདན་ས་ཆེན་པོ་གསུམ་དང་དེའི་ཐོག་ལ་གདན་ས་གྲྭ་ཤེས་ལེན་པ་རེ། རྒྱུད་གྲྭ་སྣང་གཉིས་བཅས་ར་སྟོད། རྫོང་དགའ་ཆོས་ལྡན། དེ་གི་ཐོག་ལ་ཡ་འདི་བ་ད་རང་ས་ལ་ཡ་ཀི་ཏི་ཞེས་པ་གྲྭ་ཚང་རེ། དྭགས་པོ་བཤད་སྒྲུབ། ད་དུ་ཚོད་གྲྭ་ཚང་གི་ནང་ལོགས་ལ་ཡ་གློག་བརྙན་འཁྱེར་བའི་བརྒྱུད་རིམ་ནང་ལོགས་ལ་ཡ་ཧི་མ་ལ་ཡའི་མི་རིགས་དང་བོད་པ་གཉིས་པོ་དེ་ཕན་ཚན། སྤྱི་དོན་མཉམ་སྦྱོར་རང་གི་ཐོག་ནས་འགྲོ་དུས་ཡོད་རེད། དེ་བྱེད་དུས་གང་ལ་ཡ་ཚིག་གི་བེད་སྤྱོད་དེ་གི་ཐོག་ལ་ཡ་ང་ཚོ་འཛིན་བྱུང། ད་ལོ་དགོན་སྡེ་ཁག་དང་འབྲེལ་བའི་ཐོག་ནས་ཚིག་མང་མོ་ཅིག་བེད་སྤྱོད་བཏང་ཡོང་གི་འདུག་དེ་གི་མ་འོངས་པ་ལ་ཡ་དགོན་སྡེ་ཁག་ལ་ཧི་མ་ལ་ཡའི་མི་རིགས་དང། བོད་པའི་གི་གློ་སྙིང་པ་ཙ་ར་ལ་ཡ། ཀ་མིང་ཁ་ཤས་ཀྱི་ཏོ་ཕུག་འགྲོ་ཡ་དང་ལང་ཀ་འདྲ་བསྟན་ཏེ་མི་འགྲོ་བསམ་པའི་དོགས་པ་འདྲ་བོ་དེ་ཅི་སྟེ་ལྷད་ཡོང་གི་འདུག། གང་ཡིན་ཞེ་ན་ཁ་སིང། ལེ་དུང་གི་སྐབས་ལ་ཡིན་པ་ཡིན་ན་ཡང་ཀ་མིང་གསུམ་པའི་སྐབས་ལ་ཡ་ཅོ་ཅི་སྒྲིག་འཛུགས་ཀྱི་གི། རང་བཙན་ཡོད་ངེས་དེ་ཚོ་ཁ་གསོ་དགོས་ཟེར་ཡག་འདྲ་བོ་དང་གནས་སྟངས་དེ་འདྲ་ཡོང་གི་འདུག་བ་ཟེར་ཡག་འདྲ་བོ་དང། དགེ་རྒན་རྣམ་པ་ཚོས་ཀྱི་ཡག་ཅིག། དཔེ་ཤག་ཕུལ་ཡག་དེ་ཡག་བསྐྱར་བཤད་གནང་གོ་དགོས་དེ་ཚོ་གང་དགའ་དེ་སྨིན་ས་དེ། ཧེ་མ་ལ་ཀྱི་མི་རིགས་ཚོ་ལ་སྨིན་ནས་བྱེད་དུ་དགོས་ཀྱི་བ་རེད་ད་ཁ་གསལ་པོ་ཤོད་པ་ཡིན་ན། དེ་བྱེད་དུས་གང་ལ་ཡག། ང་ང་བཙོན་བྱོལ་ལོ་དགུ་བཅུ་གོ་གཉིས་ལ་སླེབས་པ་རེད་དེ་སྔོན་ནས་ད་རྒན་པ་ཚོ་སླེབས་ནས་མི་ལོ་དྲུག་ཅུ་རེ་ཟུང་གི་རིང་ལ་ཡག། གདན་ས་གྲྭ་ཚང་ཁག་ལ་ཡང་ང་ཚོ་ཧི་མ་ལ་གི་མི་རིགས་དང་བོད་པ་དཔེར་ན་ང་ཚོ་ཡང་དགེ་རྒན་གཅིག་ལ་ཡང་རྒྱལ་ཁབ་སྲུང་ཞུ་ཟེར་གི་དགེ་ཕྲུག་ཡོད་རེད། དེ་ནང་ལོགས་ལོས་ཆོས་དང་ང་ཟེར་ཡ་དེ་དང་རྩ་བ་ཉིད་ནས་ཚིག་དེ་བེད་སྤྱོད་གཏང་གི་ཡོད་མ་རེད། གནས་བརྟན་རྙིང་པ་དེ་ངས་ག་རུ་ཞུ་གི་ཡོད་ཟེར་ན། རུས་རྒྱུད་ལྡན་པའི་ངས་གོང་དུ་མཚན་སྨོས་པ་དེ་དེ་ནང་ལོགས་ལ་བརྩོན་མཁན་ཡང་ཡོད་རེད། དེ་ལས་གྲྭ་བཙུན་ཡོང་མཁན་དེ་ལས་ལྷོད་ཡོན་ཟེར་ཡ་དེ་ཐ་སྙད་ཁོ་རང་ཡོད་མ་རེད། ང་ཆུང་ང་གུ་ངོས་ལ་ཡང་ཡོད་མ་རེད་བཙན་བྱོལ་ལ་ཡང་ཡོད་མ་རེད་དེ་བྱེད་དུས་ད་ལྟ་བཀའ་ཤག་གིས་བོད་པའི་བླ་གྲྭ་ཁག་དེ་མི་ཤེས་ལྷོད་ཡོན་གླེང་གི་ཡོད་མེད་དགོན་དེ་ཁག་ནང་ལོགས་ལ་ཡང་ཧི་མ་ལ་ཡའི་མི་རིགས་དེ་གས་ལྷོད་ཡོན་སྤྲད་དགོས་ཀྱི་ཡོད་མ་རེད། དེའི་ཧི་མ་ལ་ཀྱི་མི་རིགས་ཚོས་དགོངས་པ་བཞེས་རུག་ནའང་སྲིད་ད་རིང་འཛིན་སྐྱོང་བཀའ་ཤག་གིས་ཧི་མ་ལ་ཀྱི་མི་རིགས་དང་བལ་བོའི་པ་ཙ་རལ་ཚིག་བེད་སྤྱོད་བཏང་སྟངས་ཐོས་ཚུལ་དྲངས་དེ་ཧི་མ་ལའི་མི་རིགས་ཚོས་དགོངས་པ་བཞེས་དགོས་ཀྱི་འདུག་ཞུ་ཡ་ཡིན། གཉིས་ནི་རྒྱལ་སྤྱི་གི་ཐོག་ལ་ཡིན་པ་ཡིན་ན་ཡང་ལྷོད་གཡེང་སྤྲད་མ་དགོས་པའི་འགྲོ་ས་སྤོབས་པ་བྱེད་ས་དེ་དགོན་སྡེ་གྲྭ་ཚང་ཁག་དེ་རེད། ཨང་དེ་བྱེད་དུས་གང་ལ་ཡང་ལྷོད་གཡེང་གི་འགྲོས་འདྲེན་དེ་སྔ་གཞུང་སོ་སོ་ལ་ཡང་རོགས་རམ་ཞུ་གི་ཡིན་སོང་ཤག་དེ་ག་འདྲ་སེམས་དོན་ཞུ་ཡ་རེད། ལྷོད་གཡེང་དགོན་པ་ལ་ཆོས་ནི་སྤྲད་དགོས་ཀྱི་ཡོད་མ་རེད་སྤྲོད་མ་དགོས་ས་གཅིག་ལ་ཡང་བྱས་པ་ཡིན་ན་ནི།

དེ་བྱེད་དུས་གང་ལ་ལྷོད་ཡོན་དུད་རྩི་བཀྲམ་སྟེ་དགོངས་པ་བཞེས་དགོས་ཀྱི་འདུག་ཟེར་དུད་རྩི་བཀྲམ་སྟེ་གི་སྒང་དུ་གྲྭ་ཚང་ག་ལ་ཕེང་ཐུག་ཡག་ལས་མི་རིགས་པ་ཚ་ར་ལས་ཡག་གནས་ཐང་ཁ་ཤུགས་ཞན་དག་ལ་བགྲོད་ཡག་གི་འདུག་དེ་བྱེད་དུས་སྒང་པ་གྲྭ་ཚང་ཁག་དེ་ལས་ཡག་མཐུད་ཐུག་ཞེ་དྲག་མ་བྱས་ན་ཡག་པོ་འདུག་ཟེར་ནས་ཞུ་ཡག་ཡིན་འཛིན་བྱང་བཀའ་ཤག་གི་ངོས་ནས་སྤྱི་བཏང་ཁུག་དེ་གི་ཕྱོགས་ཁུངས་རེད་ག་རེ་གནང་པ་ཡིན་པས་ན་དེ་དེ་བཞིན་གནང་ཟེར་ནས་ཞུ་དགོས་ཀྱི་ཡོད་རེད་དེ་བྱེད་མ་དགོས་ས་གང་ག་ལས་ཡག་ལག་པ་གཅིག་ཆང་དུད་པ་ཡིན་ན་ཕྲུག་དེ་ཡག་རེད་ཤག་དེ་དགོངས་པ་བཞེས་རོགས་གནང་ཞུ་ཡག་དེ་ཡིན། ད་ཅི་སྟེ་ངས་ག་རེ་ཞུ་གི་ཡོད། གོང་དུ་ཡར་བདུན་ཚར་གསུངས་དེ་རེད། ལྷ་ཐང་དཔའ་ཁང་དང་འབྲེལ་བའི་ཐོག་ནས་གོང་དུ་ཞབས་བྲོའི་རྣམ་པ་ཚུགས་གི་ཡ་གསུངས་སོང་ངས་ཁ་གསལ་རེ་བཏང་ཡིན། ཨ་ཁ་ཚང་ལས་དོན་སྐོར་ལ་ཞུ་བའི་སྐབས་ལ་ཡ། གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་དང་འབྲེལ་བའི་ཐོག་ནས་བཀའ་ལན་གྱི་འཕྲོས་སྤྱིའི་ནང་ལོགས་ལ་ཡ། ད་ལྟའི་བཀའ་ཤག་དེ་མི་མང་གིས་ཡ། རྩ་དོན་མཐོ་ཚད་དང་དེ་འབྲེལ་ལས་བཏང་པ་མ་རེད་བཏང་པ་རེད་མ་གཏོགས་མཚུངས་ཆ་ག་བཏང་པ་མ་རེད་ཟེར་ནས་བཀའ་མོལ་གྱི་འཕྲོས་གསུངས་རེད་དེ་དེ་བཞིན་རེད། རྩ་དོན་མཐོ་ཚད་དང་མི་རིགས་འདི་དགེ། མཐོ་ཚད་རང་གི་ཆེད་དུ་ནད་པ་བསྟེན་རོགས་བྱས་ནས་བོད་མི་སྒྲིག་འཛུགས་བོང་གུ་བསྟེན་ན་ཡང་ག་གེ་ཡོད་མ་རེད་ང་ཚོའི་འདི་ལོ་རྒྱུས་བཟོ་ཁ་ཡོང་བ་མ་རེད་ཡིན་པ་ཡིན་ནས་ཡང་ངེད་ཀྱིས་ད་ལྟའི་བཀའ་ཤག་གི་མི་དགེ་བ་གི་གནས་སྟངས་ལ་མ་ཡིན་པ་ཕྱི་ཡོང་གི་ཐོག་ནས་བེད་ལུས་ཚད་ཡོང་ངེས་ཅིག་དང་གཞི་གཞི་རྙོག་འཛུང་ལ་རོལ་བ་བྱེད་ངེས་ཅིག་དང་རྩ་དོན་མཐོ་ཚད་ཅིག་ལས་རོལ་བ་བྱེད་ངེས་ཅིག་ངོས་ལ་བལྟས་པ་ཡིན་པ་ཡིན་ན། ང་དོག་པ་ཞུ་རྒྱུ་འདུག་དོག་པ་ཡིན། གང་ཡིན་ཅེ་ན་ད་རིང་ཕྱག་ལས་འཛིན་སྐྱོང་བཀའ་ཤག་དེ་གའི་ཕྱག་ལས་གནང་སྟངས་མོ་མི་གཅིག་རེད་རྒྱ་ལུགས་ཚད་ནས་ནི་ལངས་སྟོན་བྱས་ཏེ་མི་འགྲོ་བསམ་པའི་དོག་པ་ཆེན་པོ་ཡོད་ཟེར་ཟེར་ཞུ་ཡ་ཡིན་ངས་དོག་པ་དེ་ཞུ་གི་ཡིན་དེ་ལས་ཡག་ཟེར་བཤད་ཡོད་ན་དོག་པ་དག་འགྲིག་གི་རེད་གང་ཡིན་ཞེ་ན། ཚོང་རྒྱག་གི་བཏང་པ་མ་རེད་ཆོས་སྲིད་ཀྱི་དེ་ཡིན་ཟེར་བ་ནི་ཆོས་སྲིད་ཀྱི་ཐུགས་ནས་ངས་གནས་བརྟན་གསུང་ཞུ་གི་ཡོད་གནས་བརྟན་གསུང་དེ་ཟླ་བ་དགུ་གི་རིང་ལས་ཡག་དང་པོ་ཡར་སླེབས་ཚར་བ་ནི། རྒྱ་གར་གསར་འགྱུར་བརྒྱུད་ལམ་གྲགས་ཅན་གཅིག་གི་ནང་ལོགས་ལས་ཡག་ཐེ་ཝན་ཕྱི་སྲིད་ལས་ཁང་ལ་ངས་ཡི་རེངས་བཏང་མེད་ཟེར་ནས་བརྡ་ལན་སི་ལ་གདང་དགོས་ཡོད་ཅིག་དེ་རེད། གཉིས་པ་དེ་ལས་ར་ཤི་ཡ་གི་གསར་འགྱུར་གཅིག་གི་ནང་ལོགས་ལས་ཡག་གོང་ས་སྤྱོ་ངན་ཆེན་པོའི་ཆོས་ཀྱི་ཡོད་སྲིད་དང་འབྲེལ་བའི་ཐོག་ནས་རྒྱ་ནག་གི་སྐད་ཆ་བཤད་དགོས་དགོས་རེད་ཟེར་བོད་པའི་གསར་འགྱུར་བརྒྱུད་ལམ། ཆ་ཚང་ལ་ལས་ཚར། དེ་ནས་ཉི་མ་བདུན་ཨ་ཟླ་གཉིས་སོང་ཟེར་རྗེས་ལ་གནས་ཚུལ་མང་པོ་ཞུ་ཚུལ་གྱི་གནས་སྟངས་དེ་རྟོགས་ཡོང་དུས་ད་ནང་བཞག་ཟེར་ཅི་ཟེར་ད་གནས་སྟངས་ཆོས་དེ་ཚོ་ཆོས་སྲིད་ཀྱི་དགོས་མཁོ་ཅི་དེ། གནས་སྟངས་གསུམ་པ་དེ་ཆོས་སྲིད་ཀྱི་དགོས་མཁོ་ཅི་དེ། རྒྱ་གར་གྱི་ཆོས་སྲིད་གལ་གནད་ཚུད་ས་ཅི་དེ་མེད་བལྟ་འོང་ཤོག་ལ་ཡག། གོང་ས་ཆུ་ལྡིང་འདྲེན་ཞུ་ས་ར་ལྟ་གུ་ཡོད་རེད་ཀ་མ་པ་ཕེ་གུ་ཡོད་རེད་བཀའ་ཤག་གོང་མ་ཕེ་གུ་ཡོད་བཀའ་ཤག་འདི་གི། སྒྲོལ་དཀར་ལས་མཛད་རིང་ཆ་ཚང་བཟོས་ནས་ཡང་ཞུ་མ་གསལ་བཤད་དེ་རྒྱ་གར་གཞུང་ལ་གསང་ཞུ་བྱས་ནས་ང་འགྲོ་མེན་ཟེར་ནས་གསུངས་ཡོད་མེན་ཏང་ཡོངས་ཞུ་ལ་ཕེབས་ཡོད་མ་རེད་དེ་རྒྱ་གར་གཞུང་ལ་གསང་ཤེས་མ་རེད་རྒྱ་ནག་གཞུང་ལ་གསང་ཤེས་རེད་ཟེར་ནོ་ང་དོགས་པ་དེ་རེད་དེ་མེན་རུ་བྱས་ན་ཡག་ཤོས་རེད་གོ་རུ་བ་རྒྱ་གར་གཞུང་ལ་གསང་ཤེས་ག་འདྲ་རྒྱ་གར་གཞུང་གི་དེ་རྒྱ་ནག་གི་ཕྱོགས་ཁུང་ལ་མེད་པ། བོད་མི་བཙན་བྱོལ་ནང་ལོགས་ལ་ཡ་བླ་ཆེན་དང་ང་ཚོའི་གཞུང་གི་སྒྲིག་འཛུགས་ཀྱི་ཆོས་སྲིད་ཀྱི་གནད་ཡོད་མི་སྣ་དྲུག་ཕེབས་ཐུག་དུས་གང་ལ་རང་བཞིན་གྱི་རྒྱ་གར་གཞུང་གི་ཕྱོགས་ཁོངས་ཡིན་པ་སྒྲུག་ཡ་དེ་རེད། ཡིན་ནའང་རྒྱ་གར་གཞུང་ལ་བསམ་ཤེས་བྱས་ནས་འགྲོ་མེད་ཟེར་ནས་དེ་གསུངས་ཡོད། དེའི་དོགས་པ་ཟ་ས་དེ་རེད། ད་ཚོང་ལས་ཀྱི་ཞུ་དོགས་པ་ཟ་དགོས་ཡ་དེ། ད་རེ་ཕ་གིའི་ཞུ་ལས་ཚེ་རང་དོན་མེད་འགྲོ་ཟེར་ང་འདྲ་བོ་ཅིག་ཡིན་ན་གངས་ཅན་ཆུ་ཤུགས་ལ་ཡ། ག་ཟེ་ཟེ་ཅིག་གིས་ཕུགས་རྒྱང་གི་ཐུགས་ནས་ལས་ཆ་ཡོད་པ་ཡིན་ན་དེ་ལ་སྤྲོ་བ་ཁེངས་དགོས། ད་ལྟའི་བཀའ་ཤག་ཡིན་པ་ཡིན་ན་རེད་ད་ལྟའི་སྲིད་སྐྱོང་ཡིན་པ་ཡིན་ན་རེད། དུས་ཡུན་རིང་ན་ལོ་བཅུ་རེད། དུས་ཡུན་ཐུང་ན་ལོ་ལྔ་ལོ་འགྲོ་ཤག་གི་རེད། ཡང་དག་གི་ཐོག་ནས་གསར་འགྱུར་བརྒྱུད་ལམ་ནང་ལོགས་ལས་ཡ་དྲི་བ་དྲི་ལན་བྱེད་པའི་སྐབས་ལ་ང་རང་གི་ནང་མི་དང་བཟའ་ཟླ་ཁས་ན་དྲི་ལན་ང་ཡོང་གིན་ལོས་ཚར་བ། ལོག་འགྲོ་གི་རེད་ད། བཀའ་ཤག་གོང་མ། སྲིད་སྐྱོང་བློ་བཟང་སེང་གེ་འགྲོ་བ་ན་བཞིན་འགྲོ་ཆགས་ཀྱི་རེད་ང་ཚོས་དེ་རྒྱུན་བསྐྱངས་དགོས་ཀྱི་ཡོད་རེད་བ། དེ་འབྲེལ་གྱི་ཕུགས་རྒྱང་ཡོད་པའི་ལས་གཞི་ག་ཚད་ཅིག་ཡོད་པ་ནི་དེ་ལ་སྤྲོ་བ་ཁེངས་གི་ཡོད་དེ་དཔེ་ཡག་པོ་འདུག་བསམ་སོ་སོ་ནང་མི་ནང་བཞིན་བྱ་བཞིན་ད་དེ་འབྲེལ་གྱི་བྱེད་ཡག་ལས་ཡག་ང་ཚོས་རང་ཁ་རང་གསོས་བྱེད་ཡག་གི་ཐོག་ནས་ང་ཚོ་ཆུ་ཚོད་ལ་ཁྲིད་གི་ཡོད། བཀའ་མིང་དེ་གཏད་ཟེར་ཞུ་བ་ཡིན་ན་བཀའ་ཤག་གོང་མ་དང་ད་ལྟའི་བཀའ་ཤག་གཉིས་པ་དེར་འོས་བསྡུ་གྱི་རྒྱོ་ཆོས་ཀྱི་ཐོག་ནས་བཤད་དེ་རེད་བསམ་ནས་དེ་འབྲེལ་གྱི་ཁ་མཆུ་བྱེད་ངེས་ཡོད་རེད་ཆད་པ་གང་ཡང་ཡོད་མ་རེད། ངན་གྱི་སྡེ་ཐིག་ལེ་ལྷ་ཡག་དང། མ་འོངས་པ་ལོ་སོ་སོ། ཤུལ་བཞིའི་ཆ་ནི་དགོན་དེ་གྲྭ་ཚང་ཀ་སྡོད་པ་ཡིན་པ་ཡིན་ན་ཡང་འདིར་ལོ་མི་རོ་གཞོན་པ་ཚོས་ཀྱིས་དུས་དུས་དེ་འདྲ་བྱུང་བཞག་ཟེར་ན་ང་སྤོབས་པ་བྱས་ནས་ཞོག་ངེས་ཡིན་ད་ཟེར་གི་ལུས་ཀྱི་སྡེ་ཐིག་ལེ་དེ་ཆེད་དུ་ཡིན། འདི་མ་འོངས་པ་ལོ་འགྱོད་པ་བྱེད་ཡ་གཞི་ལ་བླང་གི་རེད། གང་ཡིན་ཞེ་ན་བོན་རྒྱུད།

དུས་ཚོད་གྲངས་ཐེག་གི་འགུལ་ཆེན་བཟོས་ཚར་རེད། ཚོང་གི་རིགས་ཆད་དང་དངུལ་ཁང་གི་རིགས་ཆད་དེ་མང་ཚོགས་ཀྱིས་དེ་ལ་ཡིད་ཆེས་ཕུལ་བཅུག་ནས་འགྲེལ་བཤད་བརྒྱབ་ཡིད་ཆེས་བྱས་ནས་དེ་ལ་ཚད་འཛུལ་ཞུ་བྱེད་དགོས་ཀྱི་ཡོད་རེད་མ་གཏོགས་དབུ་ལ་དེ་ངས་དེ་གི་ཞེད་སྣང་བསྐུར་ནས་དེ་འདི་བྱས་ས་ནས་ཡོང་གི་མ་རེད་བ། གནས་སྟངས་གཅིག་དེ་རེད། གནས་སྟངས་གཉིས་པ་དེ་སྣ་ཐང་དཔའ་ཁང་འདི་རེད། སྣ་ཐང་དཔའ་ཁང་དེ་ང་རི་ཕ་རི་ལ་ཡང་དོག་པ་འདུག་ཟེར་ཡ་དེ། རྒྱ་ནག་གཞུང་གིས་སྣ་ཐང་དཔའ་ཁང་དེ་ལྷག་མ་དཀའ་ངལ་ཞེ་པོ་སྤྲད་ཡོད་རེད། བསྐྱར་གསོ་བྱེད་ཐུབ་ཡོད། སྣང་སྟོང་བཀའ་འགྱུར་ཟེར་ཡ་ཆ་ཚང་ཡོད་རེད་རྣམ་པ་ཚོས་མཁྱེན་ཡོད་རེད་བ། ད་གངས་ཅན་སྐྱིད་ཤོད་ལི་ཡ་སྣང་སྟོང་དཔར་ཁང་དེ། ཚོང་ལས་ཀྱི་ཐོག་ནས་ཡོད་གི་ཡོང་གི་མ་ད་ནི་ཡང་ཆབ་སྲིད་ཀྱི་ཐོག་ནས་ང་ཚོ་ལ་དགོས་ཀྱི་ཡོད་རེད། ད་ཡིན་པ་ཡིན་ནས་ཡང། སྲིད་ཀྱི་ངོ་སྲུང་བྱེད་དགོས་ཡོད་མེད་མི་ཤེས་སྒོ་རྒྱབ་ཚར། བཀའ་ཤག་གོང་མ་ཀ་ལི་ཡ་དགོངས་བརྒྱ་དང་བཅོ་སྤྲད་ནས། འཕྲུལ་ཆ་དེ་འདྲས་ཀྱིས་ཉོས་ནས་དེ་ལས་བཞག་བཞག་ཡོད་རེད། ད་དེ་ཇོ་མ་སེར་ལ་བཙོང་ཡ་རེད། དེ་བྱས་དུས་གང་ལ་ང་ཚོས་མེར་བསྲེགས་ཀྱི་ཞེ་ངར་ཕུལ་ཏེ་འོས་བསྡུ་བྱས་པའི་སྐབས་ལ་སྲིད་ཀྱི་རྒྱུ་ཆའི་ཡུལ་མེད་ལ་མ་ལྟོས་པར་མ་འོངས་ཁ་ཕྱོགས་དགོས་ཐོག་ལ་ཡར་ལྡོག་བསྒྲིལ་ནས་སྤོང་དགོས་ཀྱི་ཡོད་རེད། ང་ཚོས་བཤད་མཁན་ཚོས་ཡིན་པ་ནས་འོས་བསྡུ་གྱི་གནས་སྟངས་དེ་འབྲི་དོན་འཚོལ་བ་ཁོག་པོ་ཡོད་མ་རེད། ཧང་ཐང་སྤ་གོང་དགོད་བརྒྱབ་སྟེ་རྣམ་པ་ཚོ་ལ་ཚོགས་ལྷད་ཡོད་ཀྱི་རེད་དྲན་གི་འདུག་འོས་ཀྱི་སྐབས་ལ་སྲིད་རྒྱུ་ཆའི་ཡུལ་མེད་ལ་མ་ལྟོས་པར་འཛིན་སྐྱོང་བཀའ་ཤག་གི་ཁྱབ་ཁོངས་ལ་ཡར་ལས་ཤུགས་རྩོད་པའི་འདས་འདི་ཟེར་གྱི་སྟོན་དགོས་ཀྱི་ཡོད་རེད། དེ་ཚོས་གང་ག་སྒོ་རྒྱག་འགྲོ་གི་ཡོད། མི་གཞན་དག་ལ་སྤྲད་དགོས་ཀྱི་ཡོད། དཔེར་ན་ངས་སྤུ་ཚོན་ཞོ་བ་ཡིན་ན་རྣམ་པ་ཚོས་མཁྱེན་གྱི་རེད། ས་རཱ་ཐུ་ལུའུ་ཏྲེ་ལི་ཡར་མི་དགེ་བ་གཅིག་གི་པར་ཁང་ཅིག་ཡོད་རེད། དེ་འདྲའི་གི་ཡག་པོ་རྒྱུག་དུས་ཡོད་རེད། རྡ་ཤོད་ལ་ཡར་རྣམ་པ་ཚོས་མཁྱེན་གྱི་རེད་བ། པར་ཁང་དེ་ཚོས་དྲངས་ཏེ་ལོ་རེ་ནས་ལོ་རེ་ཡར་ཡར་རྒྱས་ཀྱི་རྣམ་པ་ལ་སླེབས་གི་ཡོད་རེད་མ་གཏོགས་སྒོ་རྒྱག་ཡི་རྣམ་པ་ཆགས་ཡོད་མ་རེད། དེ་བྱས་དུས་ངན་ཏེ། ཚོང་ལས་ཀྱི་དོན་དག་མ་རེད། ཕ་རིའི་བོད་ཀྱི་ངོ་སོ་བཀྲོངས་ཡག་གི་ཆེད་དུ་ལོ་རྒྱུས་རང་བཞིན་ལྡན་པའི་ནང་ཐང་པར་ཁང་དེ་སྒོ་རྒྱག་སོང། དེ་ང་ཚོ་གང་གཱ་གི་ཆབ་སྲིད་ཀྱི་ཐོག་ནས་དགོངས་པ་བཞེས་དགོས་ཀྱི་འདུག་ཟེར་ནས་འོ་ཞོད་ཡ་གཅིག་དེ་རེད། ད་དེ་གི་ནང་ལོགས་ལས་ཡ། ཆོས་སྲིད་ཀྱི་སྒྲུང་གཤིས་ཀྱི་ནང་ནས་མི་རོ་གཞོན་པ་ཚོས་ཀྱི་སློབ་སྦྱོང་བྱེད་ས་ཉམས་མྱོང་བསགས་ས་ཡག་ཤོས་དེ། ཤུགས་ཚུགས་དང་ལོངས་ཞོ་ཤུགས་བྱེད་ས་དེ་རེད་ཞེས་རྒྱའི་དང་རྒྱ་གར་ནང་ལུགས་གཞན་ཆོས་ཚོས་ལོ་གཅིག་ཟིན་གཅིག་ཟིན་དེ་སྒོ་རྒྱབ་ས། དེ་ཡ་དམིགས་ཡུལ་ངེས་ཅན་ཅིག་གི་ཐོག་ནས་སྒོ་རྒྱབ་ཡོད། དེ་བྱས་དེའི་སྐབས་ལ། གནས་ཐན་ཞུས་པ་ཡིན་ན། ཆོས་སྲིད་ཀྱི་ཐོག་ནས་གནས་ཐན་མང་པོ་ཅིག་བྱས་སོང་ལ་ཚོང་ལས་ཀྱི་ཐོག་ནས་མང་པོ་ཅིག་སྒོ་རྒྱག་སོང། དེ་ང་ཚོའི་བཙན་བྱོལ་བ་ཆ་ཚང། དོན་དམ་པའི་བརྩེ་དུང་མཐོ་ཚད་བ་ཅིག་ཡིན་ན། ང་ཚོས་དེ་ལ་དགོངས་པ་བཞེས་དགོས་ཀྱི་ཡོད་རེད། འོས་བསྡུ་སྐབས་ལ་སྲིད་རྒྱལ་ཅུང་ཡིན་མིན་སྐད་ཆ་མ་རེད། ད་འབྱུང་འགྱུར་ལོ་ལྔ་གི་རྗེས་ལ་ཡང་ང་ཚོ་གངས་ཅན་ཀྱི་ཕྱུག་མང་ཆེ་བ་དང་སྒོ་རྒྱག་གི་ཡིན་པས། ཡིན་ནའི་འདི་ལ་ཚིག་སྙན་པོ་བྲིས་ཡོད་རེད། རང་ཁ་རང་གསོའི་བྱེད་ཡ་ལ་མཐོ་བཤད་བྱེད་ཀྱི་ཡིན་ཟེར་མཐོ་བཤད་ག་རེ་བྱེད་ཡ་རེད་ད། ལང་ཀ་ཁྲི་ལ་ལག་པ་བཅོམ་ནས་འདུག་ཡ་མ་གཏོགས་ཡོག་མ་གདའ་དཔེ་ཤག་ཡོང་ས་གི་རང་ཁ་རང་གསོས་བྱེད་ཡ་གང་ག་སྒོ་འབྱེད་ཚར་རུ་བ། དེ་བྱེད་དུས་གང་ལ་དུས་ཚོད་བཏང་སྟེ་ཆ་ཚང་གི་དགོངས་པ་བཞེས་རུ་གནང། མ་འོངས་པ་ལ་ང་ཚོས་འགྱོད་པ་མེད་པ་ཅིག་དགོས་ཡ་དེ་དཔེ་གལ་ཆེན་པོ་རེད། མ་གཏོགས་གཞན་གང་ལ་གང་བཟང་ཅིག་དེ། སྒེར་གྱི་གནས་དྲན་གང་ཡང་མིན། ཆབ་སྲིད་ཀྱི་ཕུགས་རྒྱང་དང་མཐོ་ཚད་ཀྱི་ཕུགས་རྒྱང། ཕྱི་བཞུགས་བོད་མི་གི་སྒྲིག་འཛུགས་དེ་ལས་རོལ་བ་རྐྱང་པ་ནང་བཞིན་གྱི་འབྱུང་འགྱུར་ང་ཚོ་གང་འདྲའི་ཅིག་འགྲོ་གི་ཡོད་མེད་ཀྱི་ཐོག་ནས་དོགས་པ་དཔེ་ཆེན་པོ་འདུག་ཟེར་ནས་བཤད་ཐུགས་ཆེ།